ད་ཨ་ཅག་རང་ནི་སུན་འབྱིན་དུ་ཁྲིད་ལ་ཡ། ཨན་ཕེབས་མི་འདུག་ཨས་མང་པོ་ཞིག་གསུངས་འདུག་ཟེར། ཨ་ནི་ང་སུན་འབྱིན་དུ་ཁྲིད་ལ་མ་ཡོང་ཡ་འདི་ནི་ང་རང་ད་ཁྱོད་རྣམ་པའི་ཕ་གཞིས་མཐོང་ས་ཡིན་གྱི་རེད། ང་རང་མི་ད་མི་ན་ནི་ཧང་ས་ཡ་གི་ད་ན་ནི་དཀའ་ངལ་ཁྲིད་ནི་ད་ནང་ལ་བསྡད་ཡི་བསྡད་ཤ་ཡིན་ཏེ་ཞུ་ཡ་ཅི་ད་ཨ་ནི་གཉིས་པ་འདི་ལ་ཡ་ཨ་ནི་སོ་སོ་གི་འཇོན་པ་འདི་ཨ་ནི་གང་དུ་བསྡུ་གི་ཨ་ནི་སོ་སོ་གི་ཨ་ནི་ལས་འགུལ་སྤེལ་ཡིན་ཏེ། ཞོལ་ཡིན་རོགས་ལྟ་ཡི་ནས་ཡོད། ང་དྲ་འདྲ་ནས་སྐད་ཆ་གནད་འགག་ཆེན་པོ་ཁ་ཤས་བརྗེད་ནས་སྤྱི་འཐུས་ལྷན་ཚོགས་ལ་ཞུ་ཡ་ཡོད་རོགས། དེ་གཉིས་གལ་ཆེན་པོ་ཞུ་བྱེད་ཐུག་གི་འདུག་ཁྱེད་རྣམ་པ་གཟིགས་ཉེ་རྣམ་པ་ཚང་མ་གིས་ཤེས་བྱས་ཡ་དེ་འདྲའི་དྲན་པ་མ་བརྗེད་པ་གནང་རོགས་གནང་ངས་ད་རེས་ཤེས་བྱས་ཐུག་གི་མི་འདུག་རོགས། ངས་ཡིས་གནད་འགག་ཆེན་པོ་གར་ཐུག་གི་འདུག་ལགས་ན། ད་ལྟ་སྦེལ་རྗམ་ནང་ལ་ཡ་རྒྱ་མི་སོག་པ་སྐྱེ་མེད་འདིས་ང་རང་ཚོ་གི་བོད་པ་སྦེལ་རྒྱམ་ལ་ཡོད་པ་ཚང་མ་གི་སྐད་ཆུ་ཆ་དེ་འོར། དེ་མཚུངས་གི་ཕ་མ་བྱས་ནས་དེ་ཚོང་གི་བེད་དུ་ནང་མི། ད་དེ་ཚང་གི་དེ་ཚོ་ནང་མི་དེ་གའི་ཡ་ནི་ད་ལོ་རྒྱུ་ཆ་ཚང་ད་ལོ་ག་ཚི་རིང་ག་ལ་ཡ་སྐད་ཤུག་བྱས་ནས་འདེད་རེད་རོ། ལོ་མང་པོ་རིང་ག་ལ་ཡ་སྐད་ཤུག་བྱས་ནས་འདེད་རོ། དེ་ཡིན་དུས་བསམ་པ་ལ་ཡ། ད་ངེད་ཀྱི་ད་ལྟ་སྤྱི་འཐུས་གྲོས་ཚོགས་ཚོགས་དུས་བསམ་པ་ལ་ཡ། སྤྱི་འཐུས་ཀྱི་གྲོས་སྤྱི་འཐུས་ལྷན་ཚོགས་ལ་ཞུ་ཡ་ལ་ཅི་བྱས། བཀའ་ཤག་གདམ་གཏོད་ཀྱི་སྲིད་སྐྱོང་སྤེན་པ་ཚེརིང་ལགས་དང་བཀའ་ཤག་ལྷན་ཚོགས་ད་ག་ན་བཞེས་ཀྱི་བདེ་སྲུང་བཀའ་བློན་ལ་ཞུ་ཡ་ལ་ཡ། ད་ད་ད།

ཆོལ་ཁ་གསུམ་གྱི་བོད་མི་མང་པོ་ཞིག་ལ་ཡང་མོག་གི་སྐད་ཤུགས་ཕྱིན་ནས་ད་ཁོ་གི་ཆོལ་ཁ་གསུམ་གྱི་མི་དེ་གའི་ལོ་རྒྱུས་ཆ་ཚང་དེ་ཁོ་རང་གི་སྲས་པོ་ཧ་གོ་གོ་རེད་དེ་ཚོ་ལ་ཉེན་ཁ་ཆེ་ལོས་ག་ཚོད་ཡོད་རེད་དེ་གས་ཚང་མ་དེ་ཨ་ད་ད་ང་རང་ཚོ་གི་ད་ད་བཀའ་ཤག་དང་ད་ད་དམ་ཐོས་ཀྱི་སྲིད་སྐྱོང་དང་ཨ་ནི་བདེ་སྲུང་བཀའ་བློན་རྒྱ་རི་སྒྲུབ་མ་ད་ག་ནས་ཤེས་ཀྱི་ང་རང་ཚོ་སྤྱི་འཐུས་ལྷན་ཚོགས་དེ་གས་ཀྱི་འགས་ཀྱི་གོ་རེད་བསམ་གྱི་འདུག་ར། པེ་ཙེ་ཆ་ཤ་ནར་ད་ར། ད་ནག་ཚོ་པ་འདི་ཡ་ཡི་ག་དུས་ཡིན་ན་ད་མ་ད་མ་ལེགས་འདུག་ཨ། ད་མ་དངོས་གནས་ཀྱི་ཁོ་རང་ཚོ་ལ་དོན་ཡོང་དུས་བསམ་པ་ལ་ད་མ་ལ་གས་ཀུ་ཅིག་བྱེད་ཀྱི་མི་འདུག་ཨ། འདི་ཡ་འདི་ད་ནག་འདི་ཡ་འདི་དངོས་གནས་ངོ་ཚ་ཡ་རེད་རོ་ཨ། དངོས་གནས་ཞབས་འདྲེན་རེད་རོ་ཨ། རྒྱ་བོར་མི་ཆེ་ལགས་ལ་ཡི་དོད་པ་ཡོད་ལགས་འོ་རེད་རྒྱ་བོར་མི་ཆེ་ཁོང་ཚོ་ལ་དོད་པ། གཞན་པ་དེ་ཚོ་ལ་དོད་པ་ཡོད་མ་རེད་ཁོང་ཚོ་ལ་དོད་པ་ཡོད་ལགས་འོ་རེད་རྒྱ་བོར་མི་ཆེ་ལ་ཁོང་ཚོ་ལ་གུས་ཞབས་ཡོད་གཞན་པ་ལ་ཡོད་མ་རེད་ལགས་འོ་རེད། ཡིན་ནའི་ཡ་རེད་ད་ར། དངོས་གནས་ཀྱི་ད་མ་འདི། དངོས་གནས་ཀྱི་རྒྱ་མི་སོག་པ་འདི། ད་ད་ནག་རང་ནས་དོན་གྱི་འདུག་ཨ། བལ་ཚེ་ཤ་ཤེ་ན་སྔོན་མ་སུ་རན་ནས་ཅིས་དོན་སོང་བ། ད་རིས་བལ་རྒྱང་ནས་ཅིས་དོན་སོང་བ། བལ་རྒྱང་ད་ནད་དེ་མི་དེ་འདྲེ་ར་འོ་ཞིག་ད་མི་ག་ཚེ་ཡོར་ལེགས་འདུག་མི་དྲུག་བཅུ་རེ་འདྲ་ཡོར་ལེགས་འདུག་ཨང་ད་ག་ནས་ཤེས་ཀྱི། ད་ད་འདྲ་ནི་ཨོ་སི་ཀྲི་ལི་ཡ་ལ་ཡ་ཡང། ད་རྒྱ་མི་ལ་འབྲེལ་བ་བྱས་ཏེ་ངས་མང་པོ་ཡོར་བ། ད་ལྟ་སྔོན་མ་ཆོས་རྒྱུན་ལྷན་ཚོགས་ནས་མི་སྟོན་ས་ངས་དེ་ནས་མང་པོ་ཡོད་རེད་བ། དེ་དེ་འདྲ་ཡིན་འདུག་བསམ་པ་ལ་ཡང་ངས་ག་རེ་ཞུ་ཡ་ཡིན་ལ་ན། ད་ད་ལྟ་སྦེལ་རྗང་གི་ཀྱི་མེད་འདི་གི་ད་སྦེལ་རྗང་ནང་ལ་ཡང་བོད་མི་མང་མོ་ཅིག་གི་སྐྱ་བཞུ་བྱས་ནི་བོད་པ་འདི་ག་གི་ནང་མི་གི་མིང་དང་ཕ་ཡུལ་གི་མིང་ཚང་མ་མོ་གི་ཧ་གོ་གོ་རེད་དེ་སྦེལ་རྗང་གཞུང་ལ་ཡང་སྙན་ཞུ་ཕུལ་བྱས་འདི་ག་འདི་ལ་ཡང་སྲུང་སྐྱོབ་བྱས་ཡ་གི་ཆེད་དུ་ག་རེ་བྱེད་དགོས་ཡོད་བ་ཡིན་ན་ཡང་དེ་བཀའ་ཤག་ལྷན་ཚོགས་ལ་འགལ་ཡོད་རེད་ཞུ་ཡ་ཡིན་རེད་བ། ད་ག་ནས་བྱིན་གྱིས་མཐུ་ལྡན་རྒྱ་མཚོ་ལགས་ཀྱི་སྐྱིད་མེད་དུ་དཔེ་ཡག་པོ་ངོ་ཤེས་འགོ་རེད་ད་ད་ཡུ་རོབ་ཀྱི་སྤྱི་འཐུས་མཐུ་ལྡན་རྒྱ་མཚོ་ལགས་ལ་ཡ་ཞུ་ཡ་ལ་ཡ་ཁྱོད་རང་གི་སྐྱིད་མེད་དུ་དཔེ་ཡག་པོ་ངོ་ཤེས་འགོ་རེད་ཨོ་སྐྱིད་མེད་འདི་ལ་ཡ་ད་ཁྱོད་རང་ད་ད་མ་མེད་པའི་རེ་བ་ཡོད་ད་ད་ད་སྤྱི་འཐུས་ལྷན་སྤྱི་འཐུས་ཀྱི་ཚོགས་མི་ཅིག་ཆགས་འདི་གོ་རེད་སྤྱི་ཐང་བྱས་ན་ངེད་ཀྱིས་ཁྱོད་རང་གི་སྐྱིད་མེད་འདི་ཉིས་སྟོང་བདུན་ལ་ནས་ངོ་ཤེས་པ་ཧ་གོ་གི་ཡོད་རེད་བ་ཁྱོད་རང་གཉིས་འབྲེལ་བ་ག་རེ་ཡིན་པ་ངས་ཧ་གོ་གི་ཡོད་རེད་བ་དེ་ཡིན་དུས་བསམ་པ་ལ་ཡ་ཐུ་མདའི་རྒྱ་མཚོ་ལ་ལ་ངའི་ཞུ་ཡ་ལ་ལ་ཡ། ངའི་ཞུ་ཡ་ལ་ཡ། ད་ད་མདའ་སྐྱིད་མིན་འདི་གི། ཨ་ནི་ང་རང་ཚོ་ཁྱོད་རང་ཚོ་ཡུ་རོ་ཁྱོད་རང་ཡུ་རོ་ན་ལ་ཞུ་ངེས་ཀྱི་རེད། གུ་རོག་སྐྱིད་སྡུག་ཅིག་ཆགས་ཀྱི་ཡོད་རེད་དེ་བསམ་པ་ལ་ཁྱོད་རང་འགལ་ཁྱི་ཆེ། ད་མདའ་སྐྱིད་མིན་འདི་གི། ང་རང་ཚོ་བོད་པ། ད། སྦེལ་རྗམ་སྡེ་ངའི་འདི་གས་གི། སྐད་ཤུགས་ཚང་མ་མོ་གི་ཆེད་རེད། འདི་གས་ནི་འགལ་ཁྱི་ནི། ཨ་ནི་དེ་གས་འདི་ལ་ཡ་སུམ་བཅོ་གར་བྱེད་དགོས་འདུག་ང་ཚོ་བོད་གཞུང་གི་སུམ་བཅོ་གར་བྱེད་དགོས་འདུག། ཨ་ནི། དེ་སྦེལ་རྗམ་གཞུང་གི་ཐུགས་ལ་ཡ། ང་རང་ཚོ་བོད་མི་འདི་གས་གི་གནོད་ཤུགས་ག་རེ་སྤྲད་དགོས་ཡོད་མེད་འདི་ག་ལ་ཡ། དངོས་གནས་ཀྱི་གསལ་བོ་བྱས་ནས་ནི་དཔལ་དུ། མི་མང་ཚང་མ་ལ་ཡང་ནི། སེམས་པ་ནང་ལ་ཡང་དག་ག་ལ་བ་སེམས་ཁྲལ་མེད་པ་ཞིག་བཟོ་དགོས་ཡ་འདི་དཔལ་གལ་ཆེན་པོ་རེད་འདུག་ཞུ་བ་ཡིན་ག་ཅེ་ལ་ན་མི་མང་མང་པོ་ཅིག་ལ་སེམས་པ་ནི་དཔལ་སེམས་ཁྲལ་འདུག་རུ་བ་ག་རེ་འདུག་ལ་ན། ད་བད་ལྗོངས་ནང་ལ་ཡང་ད་ད་ད་སྐད་ཤུགས་ཆེ་ངས་སྐྱེ་མེད་དེ་ཡིན་ང་རང་ཟིག་བོད་མི། ད་ཉིས་སྟོང་ཉིས་སྟོང་གཅིག་གཉིས་དེ་བ་ནས་བཟོས་ཡིན་ཟེར་སྐད་ཤུགས་བྱས་ནི་ད་ད་ད་བར་དུ་མོ་རང་གི་སྐད་ཤུགས་ཆེ་ནི་སླེ་ཤག་རེད། བོད་པའི་བོད་མི་ཚང་མ་གི་ལབ་རྒྱུད་དུ་མ་གི་ཧ་གོ་གོ་རེད། ཕ་མ་དང་ཕ་ཡུལ་དང་ནང་མི་དང་ཆ་ཚང་མ་སྐད་ཆུ་བྱས་ནས་ཧ་གོ་གོ་རེད། དེ་ཡིན་དུ་བསམ་པ་ལ་ཡ། ད་མ་གི་ཨ་ནི་ད། རྒྱ་མི་ལ་ཡ་ཨ་ནི་ཆོས་སྐྱོང་ལ་འདྲེ་བཟོ་ཡོད་དུ་བསམ་པ་ལ་ཡ། ད་བོད་མི་དེ་ག་ལ་ཡ་ཨ་ནི་ནང་མི་ལ་ཉེན་ཁ་ཡོད་རེད་དེ་ག་ལ་ཉེན་ཁ་ཡོད་རེད་བ། དེ་ཡིན་དུ་བསམ་པ་མ་གི་ད་ད་པར་དུ་རྒྱ་ནག་ལ་ད་མ་ག་གོ་ཅི་བཙོང་ཡ་མེད་ཨ་དེ་ག་བཙོང་ནི་ཨ་ནི་མ་གི་ད་ད་རྒྱ་མི་གི་སོ་པ་བཟོ་དེ་གོ་རེད་མ་ཏོ་གཞན་པ་སོ་པ་ག་གོ་ཅི་བཟོ་ཡ་མེད་ཨ་དེ་ལ་ཡ་ད་ད་མ་ལ་ཡ་ང་རང་བོད་པའི་ངོས་ནས། ཨ་ནི་ཁྲི་ཆེ་གར་བཏང་གི་འདུག་ང་ཚོ་བོད་པའི་ངོས་ནས་ཨ་ནི་སྦེལ་ཇམ་གཞུང་ལ་ཡང་ག་རེ་ཞུ་དགོས་འདུག་དེ་གས་དེ་ཚང་མ་དེ་ཨ་ནི་སྦེལ་ཇམ་བོད་མི་དེ་ཚོ་སྐྱ་བྷས་ཀྱི་ཆེད་དུ་ཏིན་རྒྱལ་དེ་ཨ་ནི་ད་ད་ད་ཡུ་རོབ་ཀྱི་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ཁྱོད་རང་གི་མོ་དཔེ་ཡག་པོ་ངོ་ཤེས་དགོས་རེད་དེ་ལ་ཡང་ཨ་ནི་ག་ལ་དགོས་རེད་སྦེལ་ཇམ་གཞུང་ལ་ཡང་གནའ་ཤུལ་སྤྲད་ཡག་དང་ད་ག་ནས་ཤེས་ཀྱི་ཡུ་རོབ་ནས་ཞུ་ངེས་ཀྱི་བོད་མི་དེ་གས་ཀྱི་ཡིན་ཅིས་མ་ཅིས་ཀྱི་སྦེལ་ཇམ་གཞུང་ལ་ཡང་ཨ་ནི་གནའ་ཤུལ་སྤྲད་བྱས་ཨ་ནི་ད་མོ་གིས་ད་ད་བར་དུ་སྐད་ཆ་མེད་པས་ག་ཚོད་བཤད་ཡོད་མེད་དངོས་ཡོད་ག་ཚོད་བཤད་ཡོད་མེད་ད་ད་ལྟ། སྐད་བཞུ་བྱེད་དུས་བསམ་པ་ཡང་མོ་སྐད་བཞུ་བྱས་ནས་འཕྲིན་སྐད་བྱས་ཡོད་པ་ཡིན་ན་འབད་བྱང་གི་ཁྲི་ལ་འགེལ་འོར། མོ་སྐད་བཞུ་བྱེད་དུས་བསམ་པ་ལ་ཡང་སྐྱབས་བཅོལ་སྐད་བཞུ་བྱེད་དུས་བསམ་པ་ལ་ཡང་མོ་ཁྲི་ཁྲི་འགེལ་གྱིས་ནས་སྐད་བཞུ་བྱེད་དགོས་འོར། འོ་དེ་བྱེད་དུས་བསམ་པ་མོ་འབད་བྱང་ཁྲི་ལ་འགེལ་འོར་འོ་དེ་བྱེད་དུས་བསམ་པ། འབད་བྱང་མི་དང་ཚོགས་ཀྱིས་དེ་ལ་གནོད་ཤུགས་སྤྲད་དགོས་ཡ་དང་ས་ཡ་བརྒལ་ནས་གལ་ཆེན་པོ་ཆགས་དགོས་རེད། ད། སང་ཕྱི་དུས་དྲན་ལ་མར་འགྲོ་བྱས་ནས་ང་རང་ཚོ་གིས་ད་ཅི་ཁྱེད་ཀྱིས་འགྲོ་ན་མོ་ཡ། ད། མོ། དེ་ཚོ་ཡ་འགྲོ་གི་འདུག། ད་ལྟ་འདི་བཀའ་ཉག་ཟླ་བ་སུམ་ཅུ་བྱས་རེ་ལེགས་འདུག་བཀའ་ཉག། མི་ལ་ཡོད་ཨ། གྱེས། གནད་འགག་གས་སྐུ་ཞིག་མེད་ན་བཀའ་ཉག་ཟླ་བ་སུམ་ཅུ་འདི་བྱས་བཙོན་ཁང་ནང་ལ་བདག་ཁོ་རེ་སྲིད་ཀྱི་མ་རེད་ཟེར་བ། དེ་ཡིན་དུས་བསམ་པ་ལ་ཡང་ང་ཚོ་གི་བོད་པ་སྦེལ་ཇམ་གཞུང་ངའི་ལྕགས་ཡག་འདི་གས་ལ་ལྕགས་ཡག་འདི་ལ་ཡང་ཨ་ནི་སྦེལ་ཇམ་གཞུང་ལ་ཡང་ང་རང་ཚོ་གི་བོད་གཞུང་གི་བཀའ་ཤག་ངོས་ནས་གནོད་ཤུགས་སྤྲད་དགོས་ཡོད། ད་ལྟ་འདམ་སྟོད་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་བཅས་ནི་ད་ག་ནས་ཤེས་ཀྱི་བཀའ་ཤག་ངོས་ནས་ངེད་གཅིག་མ་གཅིག་བེ་ཅང་ཞུ་ལ་གནོད་ཤུགས་སྤྲད་དགོས་རེད། བོད་པ་ཡི་ཀུ་མུད་ནི་ཏི་ཕ་ཤོ་ལ་ཡ་ཨ་ནི་ད་ལྟ་ཨ་ནི་དོན་གཅོད་རིན་ཚེ་ཆོས་སྒྲོན་ལགས་ཨ་ནི་ད་ག་ནས་ཤེས་ཀྱི་ཨ་ནི་བུ་བོད་མི་ཡི་བོད་རིགས་མཐུན་ཚོགས་འདི་ཡ་ཡི་ངེད་གཅིག་མ་གཅིག་བེ་ཅང་ཞུ་ལ་ཡ་ཨ་ནི་མོ་ཡི་ད་རྒྱ་མི་གསོ་བ་བྱས་ཡོད་བ་ཡིན་ན་ང་རང་ཚོ་ལོ་རྒྱུས་ཚང་མ་མོ་གི་ཕྱིན་གོ་རེད། ང་ཚོ་ཚང་མ་མོ་གི་བཙོང་ཚར་ཟེར་ནས་དེ་ལ་གནོད་ཤུགས་སྤྲད་དགོས་རེད། ག་བྱེད་ལ་ན། ཁྱོད་རང་ཚོ་གི་བཙོང་ཚར་དུས་བསམ་པ་ལ་ཡ་གནད་འགག་དེ་ད་ལྟ་མགོ་གང་ལ་ཟ་གི་མ་རེད་ད་ག་ལི་ག་ལི་བྱས་ནས་ཟ་ནས་གླེང་གི་རེད་དེ་ཡིན་དུས་བསམ་པ་ལ་ཡ། ད། མོ་གིས་གར་བྱས་ཡོད་མེད་ཚང་མ་དེ་ཨ་ནི་གནོད་ཤུགས་སྤྲད་དགོས་ཡ་དེ་དཔེ་མ་ཟིན་ཡ་ནས་གལ་ཆེན་པོ་ཆགས་དགོས་བ་རེད། ཤ་ཡིས་ཕུད་དགོས་ཡ་དེ་སྦེ་ཅང་གཞུང་ལ་ཡ་ཤ་ཡིས་ཕུད་དགོས་ཡ་དེ་ཧང་ཟ་ཡ་ཡིན་ང་ཚོ་ཉིན་གསེང་ཤུག་ང་ཚོ་གི་བློ་འཚབ་ག་འདི་སྤྱད་ཀྱི་ཡོད་མེད་དང་ང་རང་ཚོ་ལ་སེམས་ཁྲལ་ག་ཟིག་ཡོད་མེད་དེ་སྦེ་ཅང་གཞུང་ལ་ཡ་ཡིག་གིས་ཕུད་དགོས་ཡ་དེ་ཧང་ཟ་ཡ་ཡིན་གལ་ཆེན་པོ་ཆགས་དགོས་བ་རེད་ཞུ་བ་ཡིན་རོགས། ཨ་ད་ག་ནས་ཤེས་ཀྱི་ད་ངས་ད་འདའ། ད་ནག་གི་མ་དོན་ནི་ཨ་ནི་ཁ་ནག་ཤག་བརྗོད་དུ་ད་མ་ད་མ་ལ་ནི་ཤེས་དེ་ངས་དེ་ག་ལ་ཞུ་ཡ་ལ་ཡ། ཁ་གི་མ་ཤེས་པ་ཤེས་པ་ཡོད་ན་ཡ་ཨ་ནི་ངོ་ཚ་ཤེས་འགོར་ད་ཞོ་ཡིན་རུ་ཨ། ད་ད་མ་ག་ནས་དོན་གི་འདུག་ད་མ་སུས་བཟོ་གི་འདུག་དེ་ག་ད་ཐུང་པ་ཨ་མཆོག་གི་ཐུང་ཨ་མཆོག་གི་ཀོ་མིག་གི་ཐུང་ཚ་བ་ཞུ་ལ་ཡ་ད་འདུག་ཡ་ད་མ་ད་མ་ངོ་ཚ་ཡ་མི་འདུག་ཡ་ཞུ་ཡ་ཡིན་ངས་དངོས་གནས། དངོས་གནས་རྒྱ་བོར་མི་བྱེད་ལ་དོད་པ་ཡོད་རྒྱ་བོར་མི་བྱེད་ལ་བརྩི་གུ་ཡོད་འོ་ད་ཁྱོད་ཚོ་ག་རེ་ག་ཚོད་བརྩི་གུ་ག་ཚོད་ཡོད་མེད་ཧ་གོ་གི་ཡོད་ཁྱོད་ཚོ་གར་བྱེད་ཀྱི་ཡོད་མེད་ཧ་གོ་གི་ཡོད་ལ་དངོས་གནས་ཀྱི་རྒྱ་བོར་མི་བྱེད་བཙུག་ངན་དངོས་རེད་ཀྱི་བོད་པ་བཙན་བྱོལ་བོད་པ་དེ་ཚོ་བཙུག་ངན་དེ་ག་དེ་ད་སུ་ནས་དོན་གྱི་འདུག་ག་ནས་དོན་གྱི་འདུག་དེ་ག་ཚང་མ་ཀླད་པ་ནས་སོ་ནས་ཡག་པོ་བཏང་དགོས་རེད་ཞུ་ཡ་ཡིན་ར་མ་གཏོགས་ཀྱི་མི་ཞི་རག་པ་ཞིག་ལ་མིང་བཙུག་ཡ་གཟུགས་བཙུག་ཡ་ལ་དགའ་པོ་ཡོད་ཨ། ལུང་པ་ཞི་དྲག་པ་ཅིག་ལ་རྫི་གུ་བཙུགས་ཡ་དགའ་པོ་ཡོད་ཨ། ལུང་ཚན་ཞི་དྲག་པ་ཅིག་ལ་དགའ་པོ། རྫི་གུ་བཙུགས་ཡ་ལ་དགའ་པོ་ཡོད་ཨ། ད་འདི་གས་འདི། ཁྱོད་རང་ཚོ་དགའ་པོ་ཡོད་པ་ནས་ཤེས་ཀྱི། ལྷ་དང་བླ་མ། འདི་གས་ཀྱི་སྐྱབས་ནི། ཁྱོད་རང་ཚོ་གི་འདོད་དུ་མ་དོན་ལེགས་འདུག་ཨ།

ད་རེས་ཀྱི་སྤྱི་འཐུས་ཚོགས་པའི་སྐབས་ལ་ཡང་ཨ་ནི་སྤྱི་འཐུས་རྣམ་པ་དེ་ག་གི་དེའི་སྐབས་ལ་ཡང་ཨ་ནི་དངོས་གནས་ཀྱི་ད་བཀའ་ཤག་ལ་ཡང་ཨ་ནི་ད་རེས་དེའི་སྐབས་ལ་དྲི་བ་བཏང་དགོས་ཡ་དེ་དཔེ་གལ་ཆེན་པོ་རེད། གར་ཅན་རེད་ལ་ན། རྒྱ་མིའི་ཚོགས་པ་མིན་པ་ཅིག་ལ་ཡང་རྒྱ་མིའི་ཚོགས་པ་རེད་ལ་ཅེས་ག་ཚིག་རྙོག་དྲ་བཤད་ཚར་ཟེར་བ། ད་རྒྱ་མིའི་ཚོགས་པ་དངོས་གནས་ཀྱི་དོན་ཡོད་རེད་བལ་ཡོངས་ལ་དོན་ཡོད་རེད་ཨ་ནི་རྒྱ་མིའི་ཚོགས་པ་ད་ད།

དངོས་གནས་དོན་དག་རྡོག་རྡོག་གིས་ད་ང་ཚོ་གི། ཕྱི་རྒྱལ་གི་ལ་ན fact ལ་གུ་རོ fact ལ་དངོས་གནས་མཐོང་རེད་ཞོ་ཡིན་ར་བ། དེ་ཡིན་དུས་བསམ་པ་ལ་ཡ། ད་ཅི། ཁོ་ཅི་བྱེད་ཀྱི་མ་རེད་ཨ་ཁོ་ལུང་པ་ཅི་བྱེད་ཀྱི་རེད་ཁོ་ཅི་བྱེད་ཀྱི་མ་རེད་ཁོ་ཅི་བྱེད་ཀྱི་ལ discrimination བྱེད་ཡ་དེ་ཁྱོད་རང་ཚང་ཤ་ཨཱ། གར་བྱེད་ལ་ན་ཁྱོད་རང་ཚིག་ཁ་གི་མ་བཤད་པ་དེ་སྣ་ངོ་ཚ་ས་རེད། དེ་ནས་སོང་ཚར་ལ་ཡ། ད་ད་ད། ད་སྔོན་མ་ཁྱོད་རང་ཚོ་ཟོག་ཡོད་བ། ཨང། ཅི་ཅི་ཅི་རྒྱ་མི་ལ་འབྲེལ་བ་ཡོད་རེད་སྐྱ་ཅི་མ་ཅི་བོད་ལ་འགྲོ་རེད། ཅི་ཅི་ཅི་ཡག་འབྲེལ་བ། ཝི་ཨོ་ནི་སྐད་ཆ་བཤད་དེ་ངས། ད་ད། བོད་གཞུང་གི་ང་རང་ཚོ་བོད་རིགས་སྤུན་ཟླ་གི་ཆེད་དུ་དཔེ་ཤག་སྤྲད་ནས་ཝི་ཨོ་ནང་བོད་སྐད་སྡེ་ཚན་ནང་ལ་སྐད་ཆ་བཤད་དེ་ངས་དེ་གའི་རྒྱ་ནག་ནས་རོ་ལོ་རེ་རེ་ལ་རེ་རེ་འགྲོ་འུར་བར་གདའ། སྔོན་མ། མི་གཅིག་རྒྱ་ནག་ལ་འགྲོ་རེས། ག་རེ་ཡིན་ཧ་གོ་མ་བདག་ལ་དེ་ག་ལ་བཤད་ཡོད་བ་ཁྱོད་ཚོ། ཡིན་ན་ཡ། ད་འདུག་ཁྱོད་ཚོ་འདི་ཚོ་ཡ་མེད་རེད་འདུག་ཨ། དེ་ཡིན་དུས་བསམ་པ་ལ་ཡ། ད། སྔོན་མ། ཨ་ནི་མི་ལ་ཡ་ལག་པ་འཛུགས་ཕར་གཅིག་བཙུགས་དུས་སོ་སོ་ལ་འཛུགས་གཞི་བཙུགས་བཙུགས་དེ་ཡོད་པ་དེ་ཧ་གོ་བ་གྱིས་ནི་ད་ད་ལྟ་ང་རང་ཚོ་ཡི་ག་རེ་བྱེད་དགོས་ལ་ན། ད་ད་ལྟ་རྒྱ་མི་སོག་པ་མཐོན་ཕྱོགས་དེ་ལ་ཡ། ཨ་ནི། ད་ག་ནས་ཤེས་ཀི་འདི་སྙམ་འདུག་ཡ། ཨ་ནི། རོགས་པ་སུ་ཡོད། འདི་ག་ཚང་མ་ལ་གནོད་ཤུགས་སྤྲད་དགོས་དྭངས་གསལ་གལ་ཆེན་པོ་རེད། སྤྱི་བཏང་གི། ང་རང་ཚོ་གི་བོད་ནི་བཅད་བྱུང་གི་བོད་མི་བོད་མི་དེ་ཚོ་སོ་སོའི་ནང་མི་ཐུག་ཁ་འགྲོ་ཆོག་དུ་བོད་ལ་འགྲོ་ཆོག་དེ་ཚོ་ངས་ཁྱད་པར་གལ་མཐོང་གི་མི་འདུག། ཡིན་ན་གི་དར་མ་དར་མ་ལ་དེ་ཡ་དེ་དར་མ་དེ་སུ་རེད་དོ། དངོས་གནས་གི། དཔེ་ཤག་ལ་ད་ལུང་པ་གཅིག་དཔེ་ཤག་ལ་ད་དཔེ་ཤག་ཆེད་དུ།

དེ་གས་ཚང་མ་དེ་ང་ཚོ་གིས་གཟབ་གཟབ་བྱས་ནས་རྩ་ཆོད་བཏང་དགོས་དེ་ཧང་སའི་གས་ཆེན་པོ་རེད་ཞུ་བ་ཡིན་རོགས་གཅིག་གཅིག་ལ་ལུང་ཚད་འདི་རེད། མི་འདི་རེད་ལ་ལབ་པ་ཆགས་མ་ལབ་པ་ཆགས་མ་དགོས་པའི་ཐོག་ལ་ནི་ང་ཚོ་ཡིན་གཅིག་མ་གཅིག་ཡིན། ཨ་ནི། ད། ཁ་བླ་གོ་རེད། མི་དེ་གས་དེ་རྩ་མ་བཟོ་དགོས་དེ་ང་ཚོ་གས་ཆེན་པོ་ལུང་གིས་ཆེན་པོ་ཆགས་དགོས་རེད་ཞུ་བ་ཡིན་རོགས། དེ་ཡིན་དུས་བསམ་པ་ལ་ངས་ག་རེ་ཞུ་བ་ཡིན་ལ་ན། ད་ཟླ། ད། ད་མ། ད་མ་ལ་ནི་ང་རང་ཚོ་ཕྱི་ཚོགས་ནང་ལ་ཐོན་དེ་ངས་དེ་གས་ལ་ཞུ་ཡ་ལ་ཡ། ད་མ་དངོས་གནས་ཀྱི་ད་ཐོན་ཚར་རེད་ད། ཁྱོད་ཚོ་ལ་ག་རེ་བྱས་ཡོད། ད་མ། ད་ནག་རེད་ད་ནག་ཡ་ད་ནག་རེད་ད་གཉིས་ཆ་གཅིག་མ་ཐོན་སྐོར་ད། དེ་ཡིན་དུས་བསམ་པ་ལ་ཡ། ར་སྤྲུལ་ལ་ར་སྤྲུལ་ལ་ར་སྤྲུལ་པས་པས་གཉིས་བསྐྱལ་ད་ཁྱོད་ཚོ། ད་དུས་གོང་ས་མཆོག་ལ་ང་ཚོ་དད་དགོས་ཡོད། གོང་ས་མཆོག་ལ་ང་ཚོ་བརྩེ་དགོས་ཡོད་ལོང་བརྩེ་ཞེ་དྲག་པ་ཅིག་ཡོད་མ་རེད། ད་དུས་དར་དམར་ཚོགས་པ་དར་དམར་ཚོགས་པ་ལས་ཀྱི་ད་དར་དམར་སུ་རེད་དོ། ད་བོད་ཀྱི་ཞབས་འདྲེན་ཞུ་མཁན་སུ་རེད་དོ། བོད་ནང་གི་བདེན་གཉེར་དོ་སོ་ལ་ཁྱོད་ཚོ་ངོ་ཚ་ཡ་རེད་བཙན་བྱོལ་ནང་ལ་བོད་མི་དོ་སོ་ལ་ཁྱོད་ཚོ་ངོ་ཚ་ཡ་རེད་ཁྱོད་ཚོ་སྡུམ་པ་བསྟེན་ནས་འགྲོ་ཡ་དེ་འདྲས་མ་རེད་ད།